ཨ་ནི། ཁོ་གཉིས་གཅིག་མཆན་གང་ནས་ག་འདྲ་ཡིན་མོད་དེ་ནི་མཆན་བུ་ཆགས་ནས་ག་འདྲ་ཆགས་ཡིན་མིན་དེ་འདྲའི་སྐོར་ལ་དཔེ་ལྟ་ཡག་པོ་ཞུ་ཅེས་བྲིས་འདུག་རོང་བྱེད་ཙང་དེ་པུའུ་ཆུན་ཆུན་གྱི་མི་ཚེ་གི་མ་འོངས་པ་གི་དམིགས་ཡུལ་དེ་ལ་དམིགས་ཡུལ་ལ་དྭགས་ཏེ། དམིགས་ཡུལ་ག་འདྲ་སེམས་དགོས་ཡོད་མེད་དང་ཨ་ནི་དམིགས་ཡུལ་དང

དེ་ས་ནས་བཤད་གྲབས་པ་གི་ཐ་སྙད་ཡང་བཤད་གྲབས་མི་འདུག་ཨ། བཤད་གྲབས་མི་འདུག་ལ་ན། ང་ཚོ་དབུས་སྐད་གི་ནང་ལོགས་ལ་བྲིས་པ་ཡང་མ་ཡིན་པ་ཨམ་འདུག་གི་ཡང་ཁ་སྐད་དེ་འདྲ་ཡང་མ་བྲིས་ཆུག། གཅིག་ཡིག་ཡིག་སྐད་ཡིན་ན་ང་ཡོད་ཡོད་རྒྱུ་ཁ་སྐད་ཡང་དེ་སུ་ཡོད་རྒྱུ་དཔེ། ཨ། ཡག་པོ་བྱོས་ཐུབ། ད། གྲོང་དེ་ཤོག་གྲངས་སུམ་ཅུ་སོ་དོན་འདུག་ཨ་ད་འདི་གི་ཚིག་མང་ཉུང་དེ་བལྟས་ཡོང་པ་ཡིན་ན། ཨ་ཕལ་ཆེར་ཁྲིད་ནི་ཡོད་ས་མ་རེད་ཡིན་ན་ཡང་གོ། མཐུན་པོ་རོགས་བྱེད་ཐུབ།

ནས་དོན་དག་གོ་གི་གོ་གཅིག་གོ་གི་མ་རེད་ཟེར་གྱི་འདུག་ཨོ་དེ་དང་མཐུན་པོ་གྱི་འདུག་ཨོ་བསྡུ་བྱེད་ཀྱི་ནས་ད་ཁོའི་ནང་ལོགས་ལ་ཡང་ང་ཚོའི་འཛིན་གྲྭ་བཞི་པ་གི་ཁྱད་ཆོས་དང་མཐུན་པའི་གི་ཆ་མང་པོ་གྱི་འདུག་བྱས་ཙང་ངས་དེ་འཛིན་གྲྭ་བཞི་པ་གི་པུ་གུ་གི་ཀློག་ན་ཕལ་ཆེར་གནས་ཚད་དང་མཐུན་པོ་ཡོད་རྒྱུ་འདྲ་བོ་གཅིག་མཐོང་སོང་ཨོ་དེ་ཅི་ནས་ངས་འདུག་ས་ཞག་ཡིན། ད་ནང་བཞིན་ང་ཚོའི་གི་བོད་པ་གི་སྒྲུང་ད་སྒྲུང་མང་པོ་མི་འདུག་བྱས་ཙང། བོད་པ་རང་གི་གྲི་གུག་བོད་པ་གི་གྲི་གུག་གི་ཀྲོང་དེ་འདྲ་མང་པོ་མི་འདུག་མེད་ཙང་འདེམས་ཀ་རྒྱག་ཡ་མི་འདུག་འདེམས་གསེས་རྒྱག་ཡ་མི་འདུག་བྱས་ཙང་ཀྲོང་དེ་འདྲ་འགྲོ་གི་ཡོད་རེད་ཡང་ཆ་ཡང་བཙུགས་གི་གཅིག་གཅིག་ན་ཀྲོང་དེ་གི་ནང་ལོག་ལབ་པ་ནང་བཞིན་སྐད་སྙན་ཅན་གི་ཀྲོང་གསང་བ་གི་ཀྲོང་དེ་ནི་ལྷ་ཀྲོང་ཚན་རིག་རྟོག་དཔྱོད་ཀྱི་ཀྲོང་དེ་འདྲ་ཡོད་སྲིད་གི་རེད་དེ་འདྲ་འགྲོ་གི་ཡོང་ཅིག་དེ་གི་ནང་ཤུབས་ཅིག་ནས་བསྡུར་ནས་ལྟ་བ་ཡིན་ན་ཡང་གཅིག་བྱས་ན་ཡང་ཡང་ཀྲོང་ཡག་པོ་གནས་ཚད་དང་མཐུན་པའི་ཀྲོང་ཡག་པོ་དེ་འདྲ་རང་འདོག་ཁོ་རེ་གསུམ་གསུམ་ལ་ཅིག་དྲན་སོང་ཡ་ཡ་གནས་ད་རེ་འགྲོ་སྲིད་ཅེས་ཉིན་དེའི་ནང་ལོགས་ལ། ནི། དགའ་བརྩེ་ཡུམ་ཐུགས་རྗེ་ཆེ།